དབུས་གཙང་དམ་པ་ཆོས་ཀྱི་ཆོ་ག་ཟེར་ཅིག་ཐ་སྙད་ཅིག་བེད་སྤྱོད་གཏང་གི་འདུག་བ། དེའི་སྐོར་ལ་ཚིག་ཁ་ཤས་ཅིག་ང་རང་གི་ངོས་ནས་འབད་བརྩོན་ཅིག་ཞུས་ན་བསམ་སོང། ད་སྤྱི་བཏང་ང་ཚོ་བོད་ཆོ་ག་གསུམ་འདུས་པའི་བོད་དེ་ལ་བོད་ཆོས་ལྡན་གྱི་ཞིང་དང་ཟེར་ཞུ་གོ་རེད། ཆོ་ག་གསུམ་ནང་ལ་སྐྱེས་ཆེན་དམ་པ་མང་པོ་ཕུལ་བ་རེད། བསྟན་བདག་བླ་ཆེན་མང་པོ་ཕེབས་ཡོད་རེད་མཁས་པ་མང་པོ་ཕེབས་ཡོད་རེད། ཡིན་ན་ཡང་ཆོ་ག་གསུམ་ཞུ་དུས་ཡང་ཐ་སྙད་ཅིག་འདུག་ཨ། དབུས་གཙང་ཆོས་ཀྱི་ཆོ་ག། མདོ་སྟོད་མི་ཡི་ཆོ་ག་མདོ་སྨད་རྟ་ཡི་ཆོ་ག་ཟེར། ང་རང་ཚོ་དབུས་གཙང་དེ་ལ། དབུས་གཙང་དམ་པ་ཆོས་ཀྱི་ཆོ་ག་ཟེར་ཅིག་ཐ་སྙད་དེ་ག་གེ་སུ་ཐོགས་ཡིན་ན་བསམ་གི་ང། ཁྱེད་ཚང་བུ་ཆུང་ལགས་ཀྱིས་ང་ཞེས་བ་ཅོ་ཙང་ཨ་ནི་གཏམ་འཆལ་བྱེད་དགོས་སོ་གཏམ་འཆལ་ཐུང་ཐུང་བྱེད་ཟེར་བ་ད་འདི་པོ་ལ་ཅིག་བཤད་ན་བསམ་སོང།

ཁོ་རྣམས་ཀྱི་བསྟི་གནས་དེ་གཙང། ལྷ་རྩེ་རྫོང་དུ་འདུག་འདུག་ཨ་ནི་བུ་ཁྱོད། ཤི་ས་ཤི་ཁ་རྩེ་རྫོང་གི་ཀུན་དགའ་བྱས། ཨ་ནི་ཤི་རྗེས་ཀྱི་ད་ལྟ་བསྟི་གནས་དེ་དེང་ཕྱིན་ཁོ་དེར་བྱོས་རེད། ཨ་ནི་བོགས་གཏོང་ཕྱོགས་ལས་རྣམ་རྒྱལ་གྱིས་དེ་ད་ལྟ་བསྟི་གནས་དེ་ཤི་ཁ་རྩེ་ཀུན་དགའ་དུ་ཞིག་ཡོད་པ་རེད་རེད་དེ་འདྲ་སོང་ཙང་ད་ངས་དང་པོ་གྲ་སྒྲིག་དེ་བྱེད་དགོས་གྲ་སྒྲིག་ཡག་པོ་བྱུང་མ་སོང་དབུས་གཙང་དམ་པ་ཆོས་ཀྱི་ཆོ་ག། མཚན་ཐོག་ཐང་དེ་ཚོས་དང་འབྲེལ་བ་ཡོད་པ་ཞིག་དེ་འདྲས་ཚོར་ཞུ་རྒྱུ་ཅི་མ་གཏོགས་ང་བལྟས། ད་རེས་སོར་རེས་བོད་པའི་ཡ་རབས་དང་རིག་གཞུང་ཐོག་ལ་དེ་འདྲའི་སྦྱངས་པ་དང་ཉམས་ཞིབ་བྱེད་པ་དེ་འདྲ་གལ་གལ་ཡོད་མ་རེད། སློབ་སྦྱོང་བྱས་པ་དེ་ཚོ་མང་ཆེ་དེང་དུས་ཀྱི་སློབ་སྦྱོང་འདྲ་བོ་ཞིག་ད་རེས་སོར་རེས Political Science དང་སྐད་འཕྲིན་ལས་ཞིབ་བྱེད་ལས་ཞུ་དེ་འདྲ་བྱས་བསྡད་རེད་བ། འདི་ན་ད་རེས་འདས་ཙོག་ཙོག་གི་ཚིག་ཁ་ཤས་ཞིག་ཞུས་སོང་ཙང་གཅིག་གྲ་སྒྲིག་རེ་བྱས་ག་བྱས་བཀོད་ཐོག་དེ་ཡག་པོ་ཞིག་བཀོད་མི་འདུག་ཨ་ནི་ངས་དགོངས་སེལ་ཞུས་དགོས། ད་གལ་ཆེ་ཤོས་དེ་ད་རེས་ང་རང་ཚོ་འདས།

དེ་འདྲའི་སོང་ཙང་ང་རང་ཚོ་མི་ཚེ་ལྷག་མ་འདི་ང་རང་གཙོས་པའི་ང་རང་ཚོ་ཚང་མས་མི་ཚེ་ལྷག་མ་འདི་དོན་དང་ལྡན་པ་ཞིག་ཡོང་རྒྱུའི་ང་ཚོས་འབད་བརྩོན་བྱེད་རྒྱུ་དང་སྨོན་ལམ་རྒྱག་རྒྱུ་དེ་གལ་ཆེན་པོ་རེད་དེ་འདུག་སི་ཏཱ་ང་ལོ་རྒན་པ་ཅན་པའི་ཚོ་ཉི་མ་དྲན་སྐུལ་དེ་ཞུས་ན་བསམ་སོང། ཨ་ནི། མཐའ་དོན་འདི་སྤྱི་ལོ ྋགོང་ས་སྐྱབས་མགོན་ཆེན་པོ་སྐུ་གཟུགས་ཞལ་ཕྱག་རྒྱུད་ནས་རྒྱུན་དུ་བསྟན་པ་དང་བོད་ཆོལ་ཁ་གསུམ་གྱི